བདེ་གི་བྲིས་ར་རྣམ་པ་དགུང་མོ་དེ་ལས། ཟླ་ལྔ་དུ་དགོངས། དུས་ཚོད་དེ་ཚོད་ཆུང་སོང། སྟོང་པ་ཅི་འདུག། འགྲན་ཁང་ནང་བསྡད་དེ་ཡར་ངན་འདིའི་སྐོར་ལ། དགའ་ལྡན་ཕོ་རོང་སྒར་གྱི་ལོ་རྒྱུས་ཡི་ཤེས་སྐད་དག་བཤད་གིན་ཡོད་དེ། ཨ་ནི་དང་པོ་ཁྱེད་ཚོ་དེ། ཡི་གེ་ཞིག་གཏོང་ལ་ཡོད་དེ་དེ་ཚོ་དེ་ལྟ་བྱེད་མཁན་ཡོད་ན། མ་ཤེས་ན་ངས་དེ་ཚོ་བཤད་གིན་ཡིན། ཨོ་སྒོ་མོ་བདེ་ལེགས། བདེ་སྐྱིད་བྲིས་ར་འཚོལ་པ། ད་ངས་དགའ་བདེ་ཕོ་རོང་གི་ལོ་རྒྱུས་དེ་བཤད་གི་ཡིན། ཨོ་འདི་ནོ་འདི་ན་ལས། དེ་རིང། འདི་བྲིས་ར་འཚོལ་པ་གང་ཡིན་པ་འདྲ་ད་ང་དབུལ་ཞིང་མང་པོ་ཡོད་རེད་ཧ་གོ་གི་མི་འདུག་ད་ང་སྒེར་འབྲེལ་བ་བྱེད་ལ། ཨོ་རྒན་དཀོན་མཆོག་རྡོ་རྗེ་རྒན། ཁྱོད་ལོ་རྒྱུས་དཔེ་མ་རག་གི་བསྡད་མི་ལེ། སྤྱན་ཆ་ཁ་ཁད་ཡོད་ཟེར་ད་སྤྱན་ཆ་གང་དེ་རེད་ཟེར་སྐད་ཆ་དྲིས་བྱུང། ཅི་དུས་ཨ་ནེ་ངས་ལན་གཏད་རྒྱག་ཡོད། ངས་སྤྱན་ཡོད་པ་ཤེས་ན་སྤྱན་བཞག་གི་མ་རེད། ངས་སྤྱན་ང་རང་གིས་དྲན་ན་སྤྱན་མེད་མཁན། བཏབ་པས་མ་སྲིད་པ་ཡབ་བོ། ཨོ། སྨན་མ་རྣམས་ཀྱིས་མ་ཤེས་པ་མ་གོས་པ་མ་བསམས་པ་མང་པོ་ཅི་ཡག་བསྒྲིགས་ནས་ཨ་ནི་ལོ་རྒྱུས་ཡང་དག་པ་ཅིག་བཟོས་བ་ཡོད་སང་ལུགས་ཀྱི་བསམས་པ་མ་གཏོགས་ང་ལ་འདིར་སྤྱན་ཧེ་བྲིས་ན་ངའི་སྤྱན་འདི་ལུགས་ཀྱི་མ་རེད། ཁྱེད་ཚང་ཁྱོད་ལ་སྤྱན་ག་རེ་ཡོད་སྲིད་དུ་ངའི་དུས་སྤྱན་གཏོང་གི་མ་རེད་བ་ང་རང་གི་དུས་ན་སྤྱན་མེད་པ་ཅིག་གཏོང་ན་ག་གོ་བ་རྐྱང་རྐྱང་ཡིན་ལ་ཡོད་ཨ་ནི་དེ་ག་འདྲ་ཁོ་ཚོ་ལ་ཁྱོད་ཚོ་སྤྱན་ཀ་རི་རི་ཤི་གི་ན་ནི་རྒན་དཀོན་མཆོག་རྡོ་རྗེ་ལ་ལས་ཅན་ཀ་རི་ཀ་རི་རི་སི་སྐད་ཆ་དྲི་རོ་གྱིས་དོ། ཨ་ནི་སྐད་ཆ་དེ་ཤན་དང་པོ་གཉིས་པ་གསུམ་པ་བཞི་པ་སུ་ཡོད་ན་ཨ་ལི་ང་ལ་དྲི་ཤོག་དང་ངས་ལན་བརྒྱ་འུང་ཙེ་ལ་ལན་བརྒྱ་བ་ཡོད་དགོས། ཨ་ནི་ངས་འདིའི་ནང་ད་ལྟ་ཅིག་བལྟས་པ་ཡིན་དཀོན་མཆོག་རྡོ་རྗེ་སྐད་བ་མང་པོ་ཅིག་གསུངས་ཤག་ཉན་མེད་ད་དུས་ཚད་ཡོད་ས་མ་རེད་ཀ་རི་གསུངས་ཟིན་མི་ཤེས་ཅན་ཀ་རི་ཡིན་ཟིན་ཡིན་ནི་ངས་ཧ་གོ་མ་སོང་འདི་ན་གུས་པའི་གི་ད་ཚང་མ་སྙམ་པོ་ཅིག་ལ་ན་དགའ་ས་རེད། ཁྱེད་ཚོ་ལ་དེའི་ཚོར་སྣང་གི་སྤྱི་ཡང་ག་རེ་ཡོད་པ་ཡིན་དྲན་ཡ་ཡོད་ན། ཨ་ནི། ངས་ད་ལྟ་དེ་ལྷ་བའི་དཀོན་མཆོག་རྡོ་རྗེ་ལ་དྲིས། ཨ་ནི་སྤྱི་ཡང་གཅིག་སྤྱི་ཡང་གཉིས་སྤྱི་ཡང་གསུམ་བཙལ་ཏེ། དེ་ནང་ལེན་རྒྱོ་ཁུ་དོ་ངས་འགྲེལ་ཤད་བརྒྱད་འུ་ལག་པ་ཡོད་དགོ། དེ་ཡོངས་བཅག་གཅིག་འདིའི་ནང་ལ་ཚང་མ་ལ་སྙང་འདི་ལན་གཅིག་ཕུལ་བ་ཡིན། འདི་ལ་ང་ཁེར་རུ་མ་ལ་བཅུག་དེའི་ནང་ལ་སྤྱན་ག་རེ་ཡོད་རེད་ཟེར་དྲི་མ་ཡོང་མ་ཏོ་ངས་སྤྱན་ཡོད་མེད་ཡོད་པ་ཧ་གོ་ན་ངས་སྤྱན་གོ་གི་མ་རེད་ངས་སྤྱན་མེད་ཡང་དག་པ་ཇི་ཡིན་དྲན་མ་ཏོ་སྤྱན་མཐོང་ཡོད་ལ་མ་རེད་ནི་སྤྱན་ངས་ཧ་གོ་ན་ངས་སྤྱན་ཡེ་ཡེ་ག་ཞོག་གི་མ་རེད་བཅུག་དེའི་ནང་ལ་སྤྱན་ག་རེ་ཡོད་ཟེར་ད་སུ་འདི་ལས་ཨ་ནི་དྲི་མི་ཡོང་རོགས་གྱིས་འཕྲང་ར་ནང་ལ་ངའི་ལན་རྒྱབ་པ་ཡོད། ངས་དགའ་བདེ་ཕོ་རོང་གི་ལོ་རྒྱུས་འགོ་ཚུགས་ལ་བཤད་རྒྱུ་ཡིན། དགའ་བདེ་ཕོ་རོང་གི་ལོ་རྒྱུས་ཟེར་ཡ་དེ། སྤྱི་ལོ་གཅིག་སྟོང་དྲུག་བརྒྱ་དགུ་བཅུ་ཞེ་གཉིས་ལོར་རྩོམ་པ་རྒྱ་བོ་རྡོ་མ་བརྡུངས་ནས་དགའ་བདེ་ཕོ་རོང་གི་སྲིད་དགོན་བཙུགས་པ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལས་ནི། དགའ་བདེ་ཕོ་རོང་གི་སྲིད་དབང་མཇུག་བསྒྲིལ་ནས་ད། ང་ཚོའི་རྟེན་མ་རྒྱས་བར་དུ་ལས། ང་ཚོས་ང་དགོས་ལུགས་ཀྱི་སེམས་ཤུགས་གནང་བྱའི་བར་དུ་ལས་ད་དགའ་བདེ་ཕོ་རོང་གི་དུས་ཐལ་ཟེར་གི་ཡོད་རེད། ཨ་ལགས་ཀྱི་རེད་དེ་དེ་ཡང་ཡིག་ཆ་མང་པོ་འདྲ་པོ་ཆེ་དེ་དང་སྐད་ཡག་མང་པོ་འདྲ་པོ་ཆེ་འདུག་ཡིན་ན་ངས་མདོར་བསྡུས་བྱས་ལ་དུམ་བུ་གཉིས་ཤིག་བཤད་གི་ཡིན། རྒྱ་ཆེ་པོ་བཤད་གི་ན་བཤད་ཚོད་ཡོད་ས་མ་རེད། མ་གིས་ང་འདི་དགའ་བདེ་ཕོ་རོང་གི་ལོ་རྒྱུས་འདི་དུམ་བུར་བྲིས་དུས་དཀའ་ལས་ཁ་ཤས་ཤིག་ཕྱིར་ཟེར་ན་སྔོན་མ་དགའ་བདེ་ཕོ་རོང་སྐབས་ཀྱི་ལོ་རྒྱུས་བྲིས་ག་བར་གྱི་ཡིག་ཆ་ཡོད་ལ་མ་རེད། རྒྱ་དམར་པ་ཆེན་པོ་གིས་དེ་ལྟར་ཅིག་ཅིག་རྒྱ་འབུ་བླུན་ཡོང་སྟེ་ཕར་ཆེར་ཤི་ཤེས་ཡིན་པ་འདྲ་དེ་ཕན་ཆད་མ་གཏོགས་བོད་ཀྱི་ལོ་རྒྱུས་ཡོད་ལ་མ་རེད། དེའི་གོང་མ་དེ་ཚོ་དཔེར་ན་ས་ཆ་ཀ་ལི་ན་ས་ཆ་ལྡུམ་ར་བཏགས་ས་ཡོད་ལ་རེད་ཕོར་ཏུ་ཀལ་ཡིན་ན་དེ་ཐོད་སྔན་པོ་དེ་ཐོད་དམའ་པོ་བཏགས་ས་ཡོད་བ་རེད་དེ་ནི་དེའི་གོང་གི་ལོ་རྒྱུས་དེ་ཚོ་ལས་མཁས་པའི་དགའ་ལྡན་ལྡེའུ་ཆེན་རྒྱུན་ཉུང་ར་ཉི་མ་འོད་ཟེར་གྱི་ཆེན་རྒྱུན་ལྡེའུ་ཆེན་རྒྱུན་ད་དཔེ་མང་པོ་ཡོད་བ་རེད་བོན་པོ་གི་ཡིག་ཆ་མང་པོ་ཡོད་བ་རེད་དགའ་ལྡན་ཕོ་རོང་གི་བཀའ་གི་ལོ་རྒྱུས་དེ། ད་ང་ཚོས་ཤོག་ཅིག་ཏུ་བྲིས་དགོས་པ་དེ་འདྲ་ཅིག་སྔོན་མ་ཡོད་ལ་མ་རེད། མེད་དུས་དེ་སྔ་བྲིས་ཡ་ལ་དཀའ་ལས་ཁ་ཤས་འདྲ་པོ་དེ་བལྟས་བྱུང་སོང། ངས་ག་འདྲ་བྲིས་མིན་ཟེར་ན་བླ་མ་ནོར་གྱི་རྣམ་ཐར་ལོ་རྒྱུས་ཅུང་ཅུང་ཀློག་ལ། རྒྱལ་བ་ཀུན་བྲིས་རི་འཇན་པན་ཆེན་ཀུན་བྲིས་རི་འཇན་དེ་ག་ནོར་འཛིན་གྱི་འཇང་བཞད་པ། ཨ་ནེ་རྭ་སྒྲེང། ཚད་མ་གླིང། སྟག་བྲག་དེ་ཚོ་གི་སྐུ་འཁྲུངས་རི་བྱང་སྣང་མཐའ་ལོ་རྒྱུས་དེ་ག་ནང་བཞིན་གྱི་རྡོ་རིང་བེ་འབྲི་དང་སྣང་མཐའ། མི་དབང་ཕོ་ལྷ་བའི་སྣང་མཐའ། མདོ་ཁམས་བཀའ་འགྲོའི་གན་རྟོ་རྒྱས། ད་དེ་ཚོ་རྐྱང་རྐྱང་དུ་བལྟས་ལ་ཡར་བལྟས་མར་བལྟས་བྱས་ལ་ཨ་ལིང་བླ་མ་རྣམས་ཀྱི་སྣང་མཐའ་དེ་ག་ནང་བཞིན་གྱི། དཔེར་ན་ང་རང་ཚོ་ཁང་གཞུང་འདྲ་བ་ཞིག་ན་ཀོང་སྤྲུལ་སི་ཏི་མཇལ་མཛད་དཀའ་ཟློག་དགེ་བརྩེགས་ལ་སོགས་པ་གི་སྣང་མཐའ་ལོ་རྒྱུས་དེ་ཚོ་བལྟས་ན་དཀའ་ལས་ཆེ་ཤེལ་དུ་བལྟས་བྱས་ལས་འདས་པ་ཡིན། ཡིན་ན་ཡང་ད་རྗེས་མ་ང་ད་ཧ་གོ་ཡོང་འདུག་དགའ་ལྡན་ཕོ་རོང་གི་ལོ་རྒྱུས་ཡིག་ཆ་ཆ་ཚང་འདི་ད་ལྟ་བོད་ལྗོངས་ཀྱི་ཡིག་ཚགས་ལས་ཁང་གི་ནང་ལ་ཆ་ཚང་འདུག་ཡིན་ད་ཡིན་ཡིག་ཚགས་ལས་ཚང་དུ་མ་བསྐུར་ཆོག་གི་ཡོད་མ་རེད་ང་ཚོ་བལྟ་ཚད་ཞིག་ན་མ་གཏོགས་ལ་ཨ་ནེ་ལོ་རྒྱུས་ཆ་ཚང་དེ་ཉིས་ཐོག་ནང་བཞིན་གྱི་བྲིས་ཁ་མ་བསྐུར་གོ་ན་བསྐུར་ཆོག་ཆོག་རེད། ད་ལྟ་བསྐུར་རྒྱུ་གི་ཡོད་མ་རེད་ང་ཚོ་དེ་བལྟ་ཡག་ལ་ཡང་ཨ་ནེ་སྡེ་མི་ཁུ་སིམ། ལས་བྱེད་པ་གསུམ་གྱིས་བགོ་བཤའ་ལ་མ་གཏོགས་བྱེད་ཐུབ་ཀྱི་ཡོད་མ་རེད། དེ་ལྟ་དུས་ནང་ལས་དགའ་ལྡན་པོ་རང་ལོ་སུམ་བརྒྱ་གི་ཉི་མ་རེ་རེ་གི་སྤྱི་ལས། ཧ་ནས། ཀྲུང་དབྱང་དང་བོད་ས་གནས་སྲིད་གཞུང་གི་འབྲེལ་བར་དེ་ག་ནང་བཞིན་གྱི་ལུང་པ་སོ་སོ་ལ་ཁྲི་ཡིས་བསྡུས་ཟིན་དམག་སྐད་ཟིན་རྒན་པ་བརྒྱ་ཟིན་དང་འགྲོ་སོང་གཏོང་ཚིག་ཆ་ཚང་གི་ཡིག་ཆ་འདུག་ད་ལྟ་ཡང་ཁ་མ་ཕེ་ལས། ཡིག་ཚགས་དེ་ཚོ། བསྐོལ་བ་གྱི་ནང་ལས། འབྲོག་པ་ནང་གི་མང་གཡོག་དང་བཅས་ལས། བསྐོལ་མཚམས་སྦྱར་ལས་ཡིག་ཆ་རྩིས་དགོས་པ་དེ་ཁང་པ། ས་རྡོ་ཡར་བརྡུང་མཁན་བར་དུ་རྩིས་དགོས་པ་དེ་བ་དོལ་པོ་ཡུལ་གྱི་སྔ་ཕྱི་ཡོད་ས་རེད། ཁྱེད་ཚོ་ཡིག་ཆ་དཔེ་ཡིག་ཚགས་དཔེ་མང་པོ་ཡོད་བ་རེད་བྱས་ཙང། དགའ་བདེ་ཕོ་རང་གི་ལོ་རྒྱུས་ཁྱི་སྐྱག་ཅན་རྣམས་དུམ་པ། བཅུ་སྐྱེ་ལྔ་ཉེར་དགུ་དྲུག་ཆོག་ས་རེད། དེར་དྲི་ཡ་ལ་ང་ཚོ་ཁོ་གི་ན་ཚ་དེ་ནི་མར་དྲི་བཅུག་གི་ཡོད་མ་རེད་སྙིགས་དོག་གི་ཅིག་བལྟ། འོ་དེ་ག་ལས་པར་ན་ག་ཟེ་བཙོས་བཅུག་ན་མ་ཚ་ད་ཚ་བཏགས་བཅུག་གི་ཡོད་མ་རེད་མ་གཏོགས་དཔྱད་གི་མེད་པ་རེད་མི་འདུག་ཡིན་ན་ཕྱི་ལོ་ལོ་རྒྱུས་བྲིས་དགོས་པ་དེ་དག་ཆབ་སྤེལ་གི་ང་ཚོ་དབྱི་ཡུལ་འཕྲིན་བ་དང་གྲོགས་ཤིག་རེད་མ་གཏོགས་དེ་ནི་ད་སྔའི་ལོ་རྒྱུས་དེ་མ་གཏོགས་ཡོད་མ་རེད། ཨོ་རྒྱུ་མཚན་ར་བ་དེ་དེ་འདྲ་ཅིག་རེད། ཐོ་རངས་ལས་རྒྱལ་བ་ཀུན་འཕྲིན་མངའ་བར་གནས། ཐང་ཐང་མ་ཐང་མ་ལས་ཏིང་འཛིན་རྒྱ་མཚོ་གི་བར་དུ་ཧ་ལམ། དགའ་ལྡན་ཕོ་རོང་གི་སྲིད་སྐྱོང་མི་སུམ་ཅུ་སོ་གཅིག་ཡིན་ན་སོ་གཉིས་ཡིན་ན་དེ་འདྲ་གྱི་ཡོད་རེད། ད་དེ་ཚོ་རེ་རེ་གི་ལོ་རྒྱུས་མདོར་བསྡུས་མདོར་བསྡུས་རེད་ངས་པད་མ་ར་གི་སྡེ་མིའི་ནང་ལ་བྲིས་ཡོད་རེད་ད་ལྟ་སྤྱི་བོའི་དགའ་ལྡན་ནང་ལ་བྲིས་བ་ཡོད། ད་ལྟ་དགོས་ངེས་བཤད་ཡ་དེ་སྔགས་རྒྱ་སྔ་བ་ཆེན་པོ་ནས་རྒྱ་བཀའ་བཟང་རྒྱ་མཚོ་བ་གའི་དེའི་ལོ་རྒྱུས་དེ་མདོར་བསྡུས་ཀྱིས་ཞུ་རྒྱུ་ཡིན། ཨ་ནི་ད་དེའི་ནང་ལ་གཙོ་བཤད་ག་རེ་ཟེར་ན། རྒྱ་བ་སྔ་བ་ཆེན་པོ་དེ་གའི་སྤྱི་སྟོང་དྲུག་བརྒྱ་བཞི་ཅུ་ཞེ་གཉིས་ལོ་རྩོམ་པ་རྒྱ་བོ་དེ་མགོ་རྟིང་བློ་གསལ་པོ་ཀུ་ཆི་ཧན་གྱི་དམག་མི་དང་དེ་ནས་སེ་འབྲས་ཀྱི་དམག་མི།

འདི་རྒྱ་རིན་པོ་ཆེ་གི་བླ་སྒྲུང་དེ་ལ་དགའ་བདེ་ཕོ་རོང་ཟེར་གི་ཡོད་པ་རེད་རྒྱ་བསོད་ནམས་རྒྱ་མཚོས་བཀའ་ལས་དགའ་བདེ་ཕོ་རོང་མི་གཏོགས་འདུག་བ་འོ་དེའི་བླ་སྒྲུང་གི་མི་དེ་ག་རང་སྲིད་གོང་ལ་གཏོགས་ལས་ཨ་ནི་བོད་གོང་དགའ་བདེ་ཕོ་རོང་ཟེར་ལས་མི་དེ་གཏོགས་པ་རེད་ད་དེའི་བཀའ་ལ་གཙོ་བོ་དེ་རྒྱ་གོང་ས་མངར་བ་དེ་བོད་ཀྱི་ཆུ་ཚན་ཉིད་ཀྱི་བདག་པོ་བཅས་ཡིན་ན་ཡང་དེ་ལ་སྲིད་བློན་ལ་ལས་ཀ་བྱེད་མཁན་གཙོ་བོ་ཨང་གཉིས་པ་བཅས་ཡོད་རེད་དེ་ལ་སྲིད་དུ་སྡེ་སྲིད་ཟེར་མི་དག་ཡོད་རེད་དེ་ལ་སྡེ་སྲིད་བསོད་ནམས་ཆོས་འཕེལ་ཟེར་ལོས་རེད་བསོད་ནམས་རབ་བརྟན་ཟེར་རེད་ད་རྩོམ་པ་རྒྱ་བོད་ལ་དམག་རྒྱལ་ལ་གཙོ་བོ་གི་ཨུ་ཚུགས་རྒྱལ་ལ་དམག་རྒྱལ་ལྡན་མཁན་གཙོ་བོ་གཅིག་དེ་རེད་བཟོ་པོ་ལ་འབྲེལ་བ་བྱེད་མཁན་ཡང་དེ་རེད་རྒྱ་བ་རྔ་བ་གི་ཁ་ལ་ཡང་གུས་ཞེ་རག་མཉན་གི་ཡོད། འོན་ཀྱང་ངོ་མ་ཤུགས་བཟུང་བྱས་ཡ་དེ་བཟོ་པོ་དེ་ཡིན་ས་རེད་ང་ཚོ་ག་རེ་ཟེར་རེད་འདི་གུས་ཞེན། དེ་ནས་སྐུ་ཆེན་གྱི་དབང་ཆ་གཙོ་བོ་འདྲ་པོ་དེ་ཟིན། དེ་རྗེས་དེ་ནས་གཙོ་བོ་དེ་དང་པོ་ཡར་འགོ་ཟིན་དེ་ནས་ཇོ་ནང་དཔའ་རྡོ་བཀའ་བརྒྱུད་པ་གཉིས་ཀྱིས་དེ་རྒན་པ་ཐམས་ཅད་དེ་བདམས། བཟོ་བཅོས་རྒྱག། གཞུང་བཞེས་བྱས། ཨ་ནེ་དཔའ་ཤིང་ཐམས་ཅད་དེ་ཇོ་ནང་གི་དཔའ་ཤིང་ཐམས་ཅད་མེ་ལས་བསགས། ལྷ་ཁང་ཐང་ཅག་གི་མི་ཕུད་རྒྱུ། མི་ཕུད་རྒྱུ། རྟག་བརྟན་ཕུན་ཚོགས་གླིང་ལ་དགའ་ལྡན་ཕུན་ཚོགས་གླིང་ལ་མི་རྒྱུ་ཀྱང་ནོར་གི་བླ་མ་ཚང་གི་ཁག་ཅིག་བྲེལ་སོང་ལ་ད་དེང་སང་གི་ང་ཚོ་འཛམ་ཐང་རྫོང་དུ་མགོ་ལོག་ཏུ་རྒྱ་རང་ལ་ཡོད་ར་མ་གཏོགས་ཡ་དབུས་གཙང་གི་ཕྱོགས་ལ་ཀྱང་ནོར་བར་གི་བསྟན་པ་རྩ་བ་ནས་མེད་པ་ཞིག་མགོ་དོན་གཅིག་དྲན། གཉིས་པ་དེ་ཨ་ནི་ད་ལྟ་བཀའ་བརྒྱུད་བར་གི་ད་སྐར་མ་པའི་འཛམ་གླིང་དགའ་ཆེན་དེ་དེ་དུ་ལྟ་བུ་རེད།

ཚང་མ་དེ་ལས་ནི་སྐྱོ་ནོར་རྒྱུ་ཟེར་གི་ད་ཁྱོད་དེ་འདྲ་ཅི་ཐིག་མ་དགོས་གི་ནི་ཀ་འགའ་ཟིན་གི་ཡོད་བ་མ་རེད་ཡོང་མི་དགོས་ད་བེད་ཡོད་དུས་ད་ཡན་ཏན་ཡག་པོ་ཡོད་ལོ་རེད་ཡན་ཏན་ཡག་པོ་ཡོད་བ་ཡིན་དུས་དེ་དུས་རྒྱ་དངའ་བ་ཆེན་པོ་བོད་ཀྱི་དཔོན་པོ་ཆགས་ཡོད་ལ་མ་རེད་རྒྱ་དངའ་བ་ཆེན་པོ་གིས་དེ་ནི་རིག་གནས་ཀྱི་དགེ་རྒན་བཟོ་ས་བཙལ་ལ་སྙིང་ངོ་དེ་ཚོ་ལམ་ཤེས་དེ་སྨད་འགྲོ་བ་ཟེར་ཡ་དེ་རེད། དེ་ཅི་དོན་ནི་རྗེས་མ་རྒྱ་རྔ་པ་ཆེན་པོ་བོད་ཀྱི་ཁྱི་སེང་གཉིས་ཀྱིས་ཟླ་ཕོག་གི་དཔོན་པོ་ལྕགས་ཚ་དུལ་སྨད་འགྲོ་བ་ལ་ཇོ་ནང་ཚོང་ལས་སྒྲ་ལེན་ལེན་གྱི་གོ་སྐལ་དེ་ཞུས་ནས་ཨ་ནི་སྨད་འགྲོ་བ་གིས་ད་ཇུས་བསྟན་པ་ལ་བརྟེན་ནས་ཇོ་ནང་བ་ཙམ་མི་གཏོང་དགོས་པའི་རྒྱུ་མཚན་དེ་རེད་གསུངས་གི་འདུག་འོ་དེ་མིན་འགྲོ།

འཇོག་རན་ཁ། ནི་གཡུང་དྲུང་སེར་པོ་ལས། ཏོག་དབྱེ་མེད་ཅེས་དེ་འདྲ་བཀོད། ལས་བཏབ་པ་སྟོང་ཕྲག་མང་པོ་གིས་གསོལ་བ་བྱས། ལས་བད་ཀྱིས་ཕོ་རོང་གི་བར་དུ་གསོལ་བ་བྱས་ཟེར་བས་ད་ལྟའི་སྔོན་མ་ང་ཚོའི་སློང་གཉེན་གྱི་འོད་ཟེར་ཡོད་རེད་རྗེས་མ་ད་ལྟ་གཏོང་གི་མི་འདུག་མ་གཏོགས་དཔེ་མ་སྲིད་པ་ཚད་མཐོན་པོ་གི་སྒོ་ནས་མེད་དེ་ལས་བད་ཀྱིས་ཕོ་རོང་ནང་དུ་གདན་འདྲེན་ཞུས་རྒྱ་ནག་གོང་མ་དོ་ནི་ཕེབས་ཚེ་མཇལ་འཕྲད་བྱས་ལས་ད་ད་ལྟ་ངས།

ཀོང་ཙོ་སི་ཁྲ་སེ་དེ་རེད་ཞེས་ག་ཚད་བཤད་ག་ས་ག་ལ་ཀོ་ད་རེ་སྔོན་མ་དེ་ནས་ཇོ་ནང་དུ་བཀའ་རྒྱའི་ཤོག་གི་བཀའ་མ་པ་དགའ་ཆེན་གི་དེ་སོག་གི་ཤོག་གི་ནུས་པ་བརྟག་དཔྱད་བྱེད་ཡ་འདྲ་པོ་སོང་ཀོ་ར་ཅི་རྒྱ་མི་ཡོང་དུས་གློ་བུར་དུ་ལས་ཨ་ནི་སོག་པོ་ཀོ་ཤི་ཧན་ད་དེང་སོང་ཟེར་ན་ང་ཚོ་བལྟས་ཡིན་ས་རེད་ལས་གྲོགས་འདི་ཡིན་འགྲོ་ཡིན་འདྲ་པོ་བལྟས་འདྲ་ཅིག་གི་དེ་ནས་ཤི་བ་སོང་དུས་རེད། དེ་བཞི་རྩ་བདུན་དེ་ནས་སོ་ཕག་གི་འོང་བྱ་དེ་མ་མྱང་ལ་བརྒྱ་ལྔ་པ་ལ་ཞོ་བཅིངས་ན་མན་ཇུ་གོང་མ་བརྒྱ་བཅུ་ཡོད་པར་བྱེད། ཞོ་གཉིས་པ་ལ་སོ་ཕག་གོ་ཞེས་ཡང་བཞི་རྩ་བདུན་ཨེ་ལིན་སོ་དྲུག་དེ་ཚ་གོང་རིགས་ཀྱི་མ། ཀྱི་བདག་པོ་བརྒྱད་ལ་གནས་དུ་ཨེ་འགྲོ་བྱེད། ད་ད་ལི་ཧན་སའི་དེ་ལོག་ཡིན་དེ་ཚ་ཚང་མ་གོང་རིགས་ཀྱི་མིན། འོང་དུ་བཞི་ཐུ་བ་འདྲ་པོ་ཅིག་བྱེད་དུས་འོང་བྱ་ཡོངས་རྫོགས་དེ་བརྒྱ་ལྔ་པ་ཆེན་པོ་ལ་རག་པ་རེད།

ཁ་གཡར་ས་འདྲ་པོ་དེ་བཀའ་དཀྱིལ་དུ་དགེ་ལུགས་ཟེར་ལས་དེ་དུས་བཟའ་ཁ་གཡར་ས་ལས་མི་ཟེར་ཡ་ཀུན་སློང་ཟེར་ལས་དེ་ཟེར་དེར་མ་གཏོགས་དན་རྟགས་ངོ་མ་དེ་འཁྲུལ་པ་དེ་དབུས་གཙང་གཅིག་གིས་འཁྲུལ་པ་རེད། སྔོན་མ་དང་པོ་ས་སྐྱ་གིས་དབང་དེ་བྱོས་དུས་གཙང་པ་གིས་དབང་བཟུང་བསྡད་ཡོད་རེད། དེའི་གཙང་པ་གིས་ལབ་པ་ལོལ་དུས་ཕག་མོ་གྲུ་པ་གིས་འཁྲོལ་དགོས་དུས་དབུས་པ་གིས་དབང་ཆ་དེ་ཚུར་བཟུང་དགོས་པ་རེད། ཡང་ཨུ་བག་གི་དབང་ཆ་ཟིན་ཚར་དུས་རི་སྤུངས་དུ་རྩོམ་པ་རྒྱལ་པོ་དེ་ཚོ་གི་ལྷ་ས་བར་གི་ལོགས་ལས་དབང་ཆ་དེ་ཕར་འཐོང་ནས་མཐའ་མ་རྩོམ་པ་རྒྱལ་པོ་གིས་ཡང་ཨུ་བག་གི་ལག་ལས་པའི་དབང་ཆ་དེ་ཕར་འཕྲོག་དགོས་པ་རེད། ད་རྗེས་མ་ལྷ་ས་བ་མི་དགའ་ནས་ཨ་ནི་ད་ལྟ་རྩོམ་པ་རྒྱལ་པོ་གི་ལོགས་ལས་དབང་ཆ་ཚུར་འཕྲོག་པའི་ཆེད་དུ་དེ་ནི་བཀའ་བརྒྱུད་དང་དགེ་ལུགས་ཀྱི་འགལ་བ་ཇོ་ནང་དང་དགེ་ལུགས་ཀྱི་འགལ་བ་སོགས་མང་པོ་ཅིག་མི་བསད་དེ་ཚོ་དམག་མི་ལ་བསྐུར་དགོས་ཡོང་གི་ཀུན་སློང་བཟོ་ཡ་དེ་ཕྱི་ལུགས་གྲུབ་མཐའ་དེ་བེད་སྤྱོད་གཏོང་ནས་གཙོ་བོ་ངོ་མ་འདྲ་པོ་དེ་ལུང་པ་དགེ་དེ་རུ་འདུ་བ་དབུས་གཙང་གཉིས་ཀྱི་འགལ་བ་དེ་འོང་ཀྱང་འཁྲུག་རེས་བྱེད་རྒྱུ་དེ་ཕྱི་ལུགས་གྲུབ་མཐའ་ལ་ཁ་གཡར་ནས་མི་མང་དེ་ཚོ་ཀུན་སློང་བཟོ་རྩལ་བྱེད་དགོས་པ་དེ་འདྲ་པོ་ཅིག་རེད་ཤག།

དེ་ནས་སྤྱི་ལོ་གཅིག་སྟོང་ལྔ་བརྒྱ་ཐམ་པ་དང་བཞི་ལ་ཀརྨ་པ་ཕྱི་རབས་རྒྱ་མཚོ་གི་ལྷ་ས་ལ་རྒན་པ་ཆེན་པོ་ཅིག་བརྒྱག་ལས་ཀརྨ་རྒན་ས་ཟེར་ཡ་ཅིག་བརྒྱག་ཡོད་རེད་ད་དེ་ཚོ་ཀརྨ་ཀུན་བཟང་ཡིན་ནས་ཟེར་ཀརྨ་ཀུན་བཟང་ཟེར་ལ་མར་རྒན་ས་ཟེར་ལ་རེད་མིན་པ་དང་ལ་རྒྱ་དེ་དེའི་སྐབས་ལ་རྒན་པ་སྨིན་མེད་ལས་ཤེ་སྟོད་མེད་ལ་སོགས་ནས་ཚང་མ་དེ་མེད་པ་བཤད་ད་དེ་སེ་འབྲས་དགའ་སོ་མ་གཏོགས་ལས་ལྷ་ས་ལ་གྲུབ་མཐའ་གཞན་དག་ཡོད་མ་བཅོས་བཅོས་བྱས་ལས་དེ་ཕར་དོ་དེ་ཚོ་བྱས་པ་རེད། དེ་ནས་བྱས་ཏེ་ད་ལྟའི་ཀ་ལ་རྒྱལ་བ་ལྔ་པ་ཆེན་པོ་གི་སྤྱི་སྟོང་བཞི་དྲུག་བརྒྱ་བཞི་བཅུ་ཞེ་གཉིས་ནས་བརྒྱ་ཆ་གཅིག་གྱ་གཉིས་ཅིག་གི་བར་ལ་དེ་ཁོང་རིགས་ཀྱི་དབང་ཆ་ཟིལ་ལོང་ཨང་དང་པོ་ཞིག་བཞུགས་བསྡད་པ་རེད། རྒྱལ་བ་ལྔ་པ་ཆེན་པོ་ཁོང་ཤ་བཞུགས་བསྡད་དུས་དེ་ནས་ཨང་གཉིས་པ་དེ་དག་སྡེ་སྲིད་ཟེར་ལ། སྡེ་སྲིད་དང་པོ་དེ་གསེར་ནག་རྭ་སྟེང་རེད། དེ་གའི་ལོ

སྣོད་སྟོང་བློ་བཟང་སྦྱིན་པ་སྲས་དེ་ཡག་གོ་སྣོད་སྟོང་བློ་བཟང་སྦྱིན་པ་གི་ལོ་ལྔ་དྲུག་གི་ཞལ་སྡེ་སྲིད་ཞལ་ནས་ནི་དགོངས་པ་ཞུས་དགོངས་པ་ཞུ་ཙ་དེ་དེ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་རེད་པར་ཨོ་ད་དེར་ཆེད་དུ་སྡེ་སྲིད་སངས་རྒྱས་རྒྱ་མཚོ་དེ་ཆུང་ཆུང་གོང་ནས་རྒྱལ་བ་ལྔ་པ་ཆེན་པོ་གི་སྐྱེད་བཤོམ་ཡག་པོ་བྱེད་དགོས་པ་དེ་འདྲ་གི་མི་གཅིག་རེད་ད་དེ་ལ་སྔས་མ་ལོ་རྒྱུས་སྟེང་ལ་དེ་རྒྱ་དེ་དག་རྒྱལ་བ་ལྔ་པ་ཆེན་པོ་གི་སྲས་རེད་གདུང་སྲས་རེད་གྲོང་མེད་པ་འཕྲིན་ལས་རྒྱ་མཚོ་གྲོང་མེད་པ་ཚང་གི་མནའ་མ་དུ་རྒྱལ་བ་ལྔ་པ་ལ་འབྲེལ་བ་ཡོད་རེད། བདེ་གཤེགས་སངས་རྒྱས་ཀྱང་ཚེ་འདི་བུ་རེད་ཟེར་ཡ་གི། བཤད་སྲོལ་འདྲ་པོ་དང་སྒྲུང་འདྲ་པོ་དེ་འདྲ་ཡོད་ས་རེད་བཤད་སྲོལ་དེ་ད་བར་དུ་ཆགས་བསྡད་དུས་ཡིག་ཆ་འདྲ་པོ་ཡོད་ཚུལ་ཡིན་ན་མིན་ན་ཧ་གོ་མ་བྱུང་ངས་མཐོང་མ་བྱུང། ཡིན་ན་ཡང་དེ་ནི་ང་ཚོ་ཁུལ་གྱི་ཕུན་ཚོགས་ཚེ་རིང་གི་ཡིག་ཆ་ཁ་ཁས་མཐོང་ཡོད་ས་རེད་དེ་གཅིག་ཁོང་གིས་དེ་ལྟའི་ཀུན་བཟང་མེ་ལོང་ཟེར་ཡ་དེའི་ནང་ལ་བདེ་གཤེགས་སངས་རྒྱས་རྒྱ་མཚོ་གི་ཡབ་བརྒྱ་རྔ་བ་མེད་ས། རེད་མི་འདུག། རྒྱ་དངོས་པ་དེ་ནི་རྒྱ་ནག་ལ་མ་ཕེབས་འགྲོ་དུས་ནས་རྒྱལ་སྲིད་སྲུང་བཅད་ཀྱང་ཚར་བཅད་འོང་དུས་རྒྱ་དངོས་པ་ཆེན་པོ་དེ་རྒྱ་ནག་ལ་གུས་པ་ཟེར་ལ་ཅི་འདྲའི་ཤས་མང་པོ་ཅིག་རྒྱལ་བ་འགས་ཏེ་ང་ལྟ་དུས་ནི་དེ་དེ་ལས་སྡུག་ཚར་གྱི། དེ་ནི་ད་ལྟ་དེ་མནའ་མ་འགས་དུས་གཏོང་ཡ་དེ་མནའ་མ་མ་རིག་ང་ཡིན་ཟེར་ཡ་འདྲ་པོ་ཅིག་ཡིན་མ་གཏོགས་མཐོང་གི་མི་འདུག། ག་རེ་ཟེར་ན། རྒྱ་དངོས་པ་ཆེན་པོ་རྒྱ་ནག་ལ་མ་ཕེབས་རན་ཁ་དུས་རྒྱུན་དུ་ལ་གྲོང་སྨད་པ་ཚང་གི་ནང་ལ་བཞུགས་བསྡད་ཡ་ཇི་རེད་བྱ། དེ་ནས་རྒྱ་རྔ་པ་ཆེན་པོ་དེ་གྲོང་སྨད་པ་ནང་བཞུགས་འདུག་དུས་རྒྱ་ནག་ལ་འབངས་ཕེབས་རན་ཁར་གྲོང་སྨད་པ་ཚང་གི་ནང་ལ་བཞུགས་ལ་དེང་མི་ཕེབས་འདུག་བ། དེ་ཅི་དུས་ཨ་ནི་དེ་ཡག་ཕེབས་འདུག་ད་པུ་གུ་དང་བཤད་ཚར་ཡོད་ས་རེད་དེ། དངོས་གནས་བཤད་ན་ང་ཚོ་སྤྱི་ཚོགས་ཚན་རིག་ཁང་གི་ཕུན་ཚོགས་ཚེ་རིང་གིས་བྲིས་དགའ་བ་དེ། ཕུན་ཚོགས་ཚེ་རིང་གིས། བདེ་སྐྱིད་སངས་རྒྱས་རྒྱ་མཚོ་དེ་རྔ་པ་གཅིག་འབུ་སྲད་མ་རེད་ཟེར་བྲིས་ག་པ་དེ་ཡིན་པ་དེ་སྤུན་བྱིས་ག་ཟེར་འདྲ་པོ་ཅིག་ཆོག་ཤེས་བ་དྲན་གི་འདུག་དེ་རྒྱ་རྔ་པ་ཆེན་པོ་གིས་ད། སྲིད་གཞུང་བཀའ་བཏུ་བ་ལས། གཅིག་སྟོང་དྲུག་བརྒྱ་དྲུག་ཅུ་རེ་བདེ་འཇགས་གཅིག་གི་ལོ་རེ། དེ་ནས་འབྲུག་པ་གི་ས་མཚམས་ལ་རྐྱོང་གྲགས་ཀྱི་དུས། ད་འབྲུག་ང་བོ་དེ་དུས་འབྲུག་ང་བོ་ནང་བཅའ་གི་ཐེ་བྱས་རེད་ཟེར་བན་བུ། འབྲུག་པ་དུ་འབྲུག་པའི་གཏུམ་པོ་བོད་ཚུལ་ཉན་ལེ་འདྲ་བྱས་དེ་ནས་བོད་དམག་ཕིག་རྒྱག་འབྲུག་པ་གི་བླུན་པ་ག་ས་ག་ལ་བཏུ།

ད་ལྟ་ལ་བསྡད་ཀྱི་འདུག་ཨ་ཡེ་ང་ཚོ་ཡིས་ཆ་ནང་ལ་དེ་འདྲ་འཁེལ་བསྡད་ཡོད་རེད་ཡིན་ན་ཡང་འགྲུལ་པ་ཐེངས་མ་གཅིག་གཉིས་ཀྱི་ཚུད་ཨོ་རག་དག་ལ་དགའ་བདེའི་ཕོ་རོག་སློང་འདོད་དེ་རག་མི་འདུག་ཨ་ནི་དེ་ནས་འགྲུལ་པ་རང་བཙན་ཞེས་རྒྱ་སྐད་ཆགས་པ་རེད། འགྲུལ་པ་ཆེན་པོ་ཁོས་ཤེས་ཚར་དུས་དེ་ནི་ཚང་མས་ཤེས་བཞིན་པ་དེ་རེད་སྡེ་སྲིད་སངས་རྒྱས་རྒྱ་མཚོས་ཀྱི་རྒྱ་རྔ་པ་འདྲ་བོ་གཅིག་གིས་དེ་ནི་བླ་མ་གཅིག་རྒྱ་རྔ་པ་མཚང་བསྡད་བསྡད་ཡོད། སྐུ་སྒེག་བ་ཅན་འདུག་ཟེར་ལ་ཅིག་སོང་ཁུ་རུག་གི་ཨོང་ཆ་ཏག་ཏག་བཟུང་ལ་ཅིག་འདུག་བ་དུ་ཤོ་པོ་ནོ་ཀོ་ཡེ་ཅག་འདྲ་པོ་བྱས་ལ་དེ་ལ་ཡ་ལན་འདྲ་པོ་སྤྲད་མ་ཕེབས་ཨ་ནི་རྒྱ་ལང་འདྲ་ནི་མི་ཆེན་ཁ་ཁའི་ཡར་འོང་དུས་རྒྱ་རྔ་པ་གི་ཚག་བླངས་མ་དེ་ལ་མཚང་ཁང་ནང་ལ་འགྱིག་ཁ་གི་དུག་ཚད་ཐུང་ཐུང་གི་ཚོ་སྤྲད་དེ་འདྲ་ཅིག་མི་ཁེངས་སྐོར་ཅིག་བཀོད། དེང་སང་ལ་ང་ཚོ་མའི་ཏང་ཨུ་ཡོན་ཚོས་རྒྱ་གྲུ་པ་ཚོང་ཡོད་རྒྱ་མཚོ་དེ་ཚོས་ཡོང་སའི་གདན་འདྲེན་ཞུས། ཨཱ་ནི་ལོ་བཅད་ལྔ་གི་རྗེས་ལ་སྤྱི་སྟོང་དྲུག་བརྒྱ་དགུ་བཅུ་གོ་དྲུག་ཙམ་གྱི་ལོ་ལ། རྒྱ་བ། ཚོང་ཡོད་རྒྱ་མཚོ་རྒྱ་རྔ་པ་ཆེན་པོ་སྐུ་གཤེགས་པའི་དྲིལ་བསྒྲགས་བྱེད་ཡ་དང་ཚོང་ཡོད་རྒྱ་མཚོ་ཡོང་སའི་ངེས་འཛིན་བྱེད་ལ་དང་ཁྲི་བརྟན་བཟོ་ཡ་ཚང་མ་དེ་ཆ་ཚང་བྱས་ལ་ད་ཉོ་ཁའི་སྤྱི་སྟོང་དྲུག་བརྒྱ་དགུ་བཅུ་གོ་ལྔ་གོ་རུ་གྱི་རེད་དེ་འདྲ་གཅིག་རེད་དེ་བས་ཆ་ཚང་དེ་སྙོམས་པོ་བཟོས་ཡོང་པ་རེད། དེ་སོགས་ཡོང་དུས་དེ་ལས་སོགས་པ་ཚང་མ་ག་ལ་ཏག་ཏག་དེ་ག་ལ་སོགས་པ་ད་ལི་ཧན་སེ་ཏེ་ཤི་ན་དེའི་བུ། ལྷ་བཟང་ཧན་སེ་གི་ཏེ་ལྷ་བཟང་ཧན་སོགས་པོ་གི་རྒྱལ་པོ་ཡག་ཤི་ལ་དུ་ཐུག་ད་ལྷ་ས་ལྡན་མཁན་གི་སོགས་པོ་རེད་ད་ཚང་མ། དེ་ནས་དེའི་གི་སྡེ་སྲིད་སངས་རྒྱས་རྒྱང་ས་ལ་ཁུར་ཕྲག་དོག་བྱས་ཡ་ང་ཁྱེད་ཙེ་ལྡན་མཁན་ཅིང་ཟ་རེད་ད་ཁོང་གཉིས་མ་འདྲིས་པ་བྱས་ལ་ནི། ལྷ་བཟང་གི། རྟག་པར་ལ་ཁོ་ལ་རྙོག་དྲ་མང་པོ་ཞིག་བསྐྱིལ་ནས་ཨ་ནེ་རྒྱ་ནག་ལ་མ་ཡོང་བའི་ཡིག་བརྒྱ་དང་དེ་སྲིད་སངས་རྒྱས་རྒྱ་མཚོ་གི་རིང་གི་གོང་མ་མགོ་སྐོར་དྭངས་བསིང་གི་སའི་ཡ་འདྲ་བ་དེ་འདྲ་མང་པོ་ཆེ་ཡག་བྱས་དམའ་བྱས་ལ་ད་འཁྲུལ་པ་སློང་ཡ་ཟེར་དེ་ནས་འགོ་ཚུགས་པ་རེད། ངས་དེ་འདྲ་བྱས་ཡོང་དུས་ད་ཡག་བྱས་མེད་ཅིང་མཐའ་མ་གཅིག་སྟོང་བདུན་བརྒྱ་དང་གཉིས་སོང་ལོ་ལེགས་ཙམ་ཡོང་དུས་ད་ལྷ་བཟང་ཧན་དང་ཨ་ནེ་སྡེ་སྲིད་སངས་རྒྱས་རྒྱ་མཚོ་གཉིས་བར་ལ་འཁྲུལ་པ་ཆེན་པོ་ཅིག་ཤོར་འཁྲུལ་པ་ཆེན་པོ་ཅིག་ཤོར་ཡོང་དུས་དེ་ནས་ད་ལྟ་ཚང་མ་དགའི། བ་འདི་འདྲ་བོ་ཞེས་སྡེ་སྲིད་སངས་རྒྱས་རྒྱ་མཚོ། བེམས་པོ་མི་བརྗེད་རྒྱུ་ཞེས་མ་བར་གྱུར་ཅིག་ཞེས། དེ་ནས། སོག་པོ་ལྷ་བཟང་ཧན། ད་འདི་ལང་ལ་འདུག་མི་ཆོག་རྒྱུ་ཕའི་མཚོ་སྔན་པོ་ལ་འགྲོ་ལ་ཁུ་རུ་དེ་ལ་བེམས་པོ་ཞེས་རྒྱུ་ཅིག་ཅེས། དེའི་ཁ་མ་དེ་སྡེ་སྲིད་སངས་རྒྱས་རྒྱ་མཚོ་མ་སྤེལ་ཚར་དུས་དེའི་གི་ཚབ་དེ། དེ་ནས་སྡེ་སྲིད་ངག་དབང་རིན་ཆེན་སྲས་དེ་ཡག་གོ་ངག་དབང་རིན་ཆེན་དེ་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་སྲས་རེད་ཟེར་ཡག་གྱི་འདུག་དེ་ལོ་རྒྱུས་ཀྱི་ལྟ་གྲུབ། ཆ་ཚང་ཡང་འདྲ་བོ་ཅི་ང་རོ་མ་བྱུང།

ཚོགས་ངན་ལ་ཕར་འགྲོ། དེ་ནས་སྡེ་སྲིད་ངག་དབང་རིན་ཆེན་གྱིས། ད་རྒྱལ་པོ་ཆེ་འབྱོན་འདྲ་པོ་ཅིག་ཐག་བཅད་རོགས། དེ་ནས་སྤྱི་ཕྱི་ལོ་གཅིག་སྟོང་བདུན་བརྒྱ་ཐམ་པ་དུ་ལྔ་གི་ལོ་ལས། ད་ཡང་དེ། སོ་པོ་ལྷ་བཟང་ཧན་གྱིས། དེང་གི་གཡོག་ཅིག་བྱས་ལ། དེ་ནས་སྡེ་སྲིད་ལ་ཚུལ་དམག་རྒྱལ་ཅིག་ཕྱག་གིས་བགོ་འདུག་བ། དེ་འདྲ་ཅིག་ན་ད་ད་ལྟ་ང་ཚོ་སེ་ཡ་ལ། འཇང་ཡོངས་བཞད་པ་གིས། དེ་ལས་སྡེ་སྲིད་སངས་རྒྱས་རྒྱ་མཚོས་པོ་ལྷ་བཟང་ཡག་གི་སྡེ་སྲིད་སངས་རྒྱས་རྒྱ་མཚོ་གསལ་ཡས་ལས་རོལ་པ་རོལ་པ་ཟེར་གི་ན་འདྲ་ད་སྙང་ལས་བྱེད་རྒྱུ་གི་ལས་ཀ་ཟིག་ཡོད་རེད་ཟེར་ལོ་རྒྱུས་ནང་དེ་འདྲ་གི་ལབ་དུས་དེ་ག་རེད་ཟེར་ན་ང་ཚོ་འཇང་ཡུལ་རྒྱལ་པོ་གི་སྲུང་བ་གནང་ཐབས་ནང་ཡོད་རེད་ད་སྲུང་ཡུལ་གནང་ཐབས་དེ་སྔོན་མ་ཞིག་ར་རོགས་ལ་མ་ད་ལྟ་ང་ལ་རོགས་བྱུང། དེ་ནི་དེ་འདྲ་ཅིག་དུས་ད་ལྟ་རྡོ་རྡོ་དུ་ཚེ་རིག་གི་ནི་ཁོ་ཚོ་གི་སེ་འདྲ་དགའ་སོང་གི་བླ་མ་དེ་འཇོན་རྒྱས་པ་ད་འདི་གི་བླ་མ་གྲོགས་རིག་གྲོགས་ཚད་དུ་སྡེ་སྲིད་སངས་རྒྱས་རྒྱ་མཚོ་ཁོ་ཚོ་ཚོགས་འདུ་གྱི་ཚུགས་ཚུགས་ཚོགས་འདུ་ཚོགས་ཡོང་དུས་སྡེ་སྲིད་སངས་རྒྱས་རྒྱ་མཚོ་གིས་ཚོགས་པ་ལྷ་བཟང་ཧད་དེ་ང་ཚོས་བཟུང་དགོས་བ་ཟེར་ཞོག་བཟུང་དགོས་བ་ཟེར་དུས་ཨ་ནི་འཇོན་རྒྱས་པ་གིས་དེ་ལས། ངོ་རྒོལ་བྱས། མ་རྩ་ཚོད་པོ་ལྷ་བཟོ་ཧན་དེ་འཇོན་རྒྱལ་པ་གི་སློབ་མ་རེད་ཤག་སློབ་མ་ཡིན་དུས། དེ་ནས་ཁོས་དད་པ་བྱེད་མཁན་དག་བྲེད་ཤག་ལྷ་མ་བཙལ་ན། འཇོན་རྒྱལ་པ་གི་ཨེ་ར་ཁྱེད་ཚོ་གི་ལྟས་བྱས་ན་ང་དེའི་གྲས་ནང་མེད་ད། ཨ་ནི་ཁོ་རང་འདས་ཁྱེད་ཚོ་གི་སྐྱིད་སྐྱིད་དང་སོ་པོ་ཚོ་ངས་བླུན་པ་དང་དེ་ཚོ་སོ་པོ་བླུན་པ་སོ་པོ་མང་པོ་ཡོང་རེད་ཨ་ནི་ཡོད་ར་རེད་ཁོ་ཚོ་ཡང་བཙལ་ཡོང་རེད་རྙོག་དྲ་ཆེ་གི་རེད་ཟེར་ད།

ལྷ་བཟང་ལས་ཕ་སྐྱེས་དགའ་བ་བསམ། རྗེས་དཔག་ཆེ་ལས་ད་ལྟ་བྲིས་ཡ་དེ་གཏེར་བྲིས་ཀྱི་ཡོད་བ་རེད་ཡི་ལོ་རྒྱུས་ནང་གཏེར་བྲིས་ཤག་ག་རེད་ཟེར་ན་ཁོ་གི་ཧ་ལམ་ཕ་འདྲ་ལྷོད་ལྷོད་ཞིག་བསྡད་དེ་ཡི་དུས་ཧོར་དུ་ཁ་ཁེ་མགོ་སྐོར་བཏང་ལས་ཨཱ་ནི་ནག་ཆུ་ལི་ཚུ་མདང་དགོན་གྱི་སོག་རྒྱ་ཤོག་རྒྱལ་གྱི་དམག་མི་དུ་སྡུག་ལས་ཨཱ་ནི་ཐོ་རྒྱ་གོ་རྒྱ་གི་སྡེ་སྲིད་སངས་རྒྱས་རྒྱ་མཚོ་དེ་ལྷ་ས་ལི་ཚུ་དམག་རྒྱག་དམག་རྒྱ་བཙན་དུ་དེ་ནི་སྡེ་སྲིད་སངས་རྒྱས་རྒྱ་མཚོ་སྟེ། ཡ། བྲེ་ལ། སོར་བུ་རྒྱ་མོ་ཏྲཀ་ཚི་རི་སེ་ཡ་སྟེ་སྟོན་ལུང་དག་ལ་བསྡད། ད་ཡང་གསེར་རྡུལ་སྔོན་མ་སྡེ་སྲིད་སངས་རྒྱས་རྒྱ་མཚོ་བོད་ཀྱི་དཔོན་པོ་ཞིག་ལ་སོ་པ་ནོར་མོ་དེ་ཁུར་གི་དེ་ཁོ་རང་གི་ག་རེ་ཟེར་གི་རེད་ད། དེང་སང་ཟེར་ན་རྒྱ་གི་ཤའོ་སན་ཟེར་གི་འདུག་བ་ཁོ་རང་གི་ཀོ་བོ་གི་ཀོང་སྒྲ་ཡིན་པའི་གི་དེ་འདྲ་ནོར་མོ་ཅིག་རེད། དེ་འདྲ། ཟེར་སྲོལ་ཡོད།

བལྟས་ཚར་དུས་དེ་ནི་སྡེ་སྲིད་ངག་དབང་རིན་ཆེན་ཐང་ག་འདི་ཁོ་ལ་རྒྱ་ནག་མིས་དྲེད་བྱུང་ཟེར། དྲེད་འདྲ་དེ་ད་སོ་ཕོ་ལྷ་བཟང་རང་གི་སྤྱི་བཏང། བསྡོམས་བརྒྱ་བསྟན་པ་དང་ང་དྲུག་ནས་ཧ་ལམ་འགོ་བཙུགས་ལ་དེ་ནི་བོད་ཀྱི་རྒྱལ་པོ་ཁོ་རང་གིས་བཟོས། རྒྱལ་བ་ཚོང་ཡོག་རྒྱ་མཚོ་ད་འོ་དེ་ལ་ཅི་གདམས་པ་གསུང་གི་མི་འདུག། འཕྲང་པ་རེ་ག་གྱོ་མ་རེ་ག་རྫུན་མ་རེ་ག་ཟེར་ལ་མ་དཔེ།

འོ་དེ་འདྲ་ཞིག་སྔ་གོ་ཟེར་ད་དེ་སྔོན་ཤི་མེད་པའི་རྒྱུ་མཚན་དེ་ག་རེ་ཟེར་ན། རྒྱ་བལ་ཚོང་ཡོང་རྒྱ་མཚོ་མཚོ་སྔས་ནི་སྔོ་ཚལ་དུ་ཁོ་རང་མིའི་གྲས་ལ་མི་ནི་མཚོ་སྔས་དུ་བོད་སོག་གཉིས་ཀྱི་མཐའ་མཚམས་དེ་འདྲ་མཚམས་གཅིག་ལ། དུས་རིང། ལྕགས་རིང་ཕེག་སངས་དར་རྒྱས་གླིང་ཟེར་གྱི་རྒན་པ་ཅིག་བཏགས། དེའི་ནང་ལ་ངང་བོ་ཆེ་རག་བརྒྱ་མཚོ་ཟེར་དེ་མི་ཚུལ་བརྒྱུད་ལས་རྒན་པ་ཅིག་བཏགས། དེ་ནས་ཚོ་བོད་དུ་ཁུ་རུ་ཀའི་ལྷོ་མ་ཅིག་གི། སྣང་ཐ་ཆ་སུམ་བྲིས་ག་ཟེར་ཅིག་ཡོད་ལ་རེད་དེ། ཨ་མདོ་བླ་རུང་གི་ཤིང་པར་དེ་དག་བེད། མ་དེ་གི་བྲིས་ཏེ་དགུང་ལོ་དྲུག་ཅུ་རེ་བཞི་པ་གུག་བཞག། རྒྱ་བཀའ་ཚང་རྒྱ་མཚོ་མཁྲིས་ཐོག་ལ་བསྡད་དེ་རྒྱ་བ་ཚང་ཡང་རྒྱ་མཚོ་སྤྱི་སྟོང་གི་བླ་མ་ཡིན་འདུག་ཞེས་ལྷ་ས་བསྐོས་ར་རྒྱ་དྭགས་པོ་ཁུག་ལ་ཡན་རིགས་ཀྱི་གུག་ཏུ་དྭགས་པོ་བླ་རྒན་ཟེར་གྱི་ཆེ་རྗེས་མ་ཡང་བོད་ཡུལ་ངོ་ཤེས་མཁན་ཡོད་ལ་འོང་ག་ལ་མི་བྲེལ་ཡོང་གི་དུས་ལ་དེ་འདྲ་བྱུང་ག་གོང་ཐང་དང་རྒྱ་བ་སྐལ་བཟང་རྒྱ་མཚོ་འཁྲིད་ཐོག་ལ་བསྡད་དུས་ཨ་ནེ་ང་ཚོ་ཚོང་ཡོང་རྒྱ་མཚོ་ཡང་ང་འོང་ཁྱེད་རག་རྒྱ་མཚོ་ཟེར་ལ་ཨ་མདོ་ཕྱོགས་ཀྱི་བླ་མ་ཅིག་བྱས་ལ་དགུན་ལོ་དྲུག་ཅུ་རེ་བཞི་བར་དུ་བསྒུགས་བ་དེ་ཡིད་ཆགས་ཀྱི་ཆ་ཚང་གསལ་པོ་ཡོད་རེད། ཨི་ཀོ་ཡེ་མེ་ནི་དེ་ནས་ང་ཚོ་མ་གི་ལ་དེ་དུ་སོ་པོ་དེ་སྔོ་དུང་སོ་པོ་གི་རོ་པ་ཅེ་བཙོང་པ་ཅེ་བོ་དུང་སོ་པོ་གི་རོ་པ་ཅེ་ལ་གི་ག་ཆེན་གཏོར་ད་ད་ད་དེ་བོད་གི་བོན་པོ་སོ་པོ་ཞེ་བོ་འདུག་བདེ་ཆེན་སངས་རྒྱས་བྱང་ཚ་ཕ་བི་ད་དུ་སོ་པོ་བཟོ་བོ་འདུག་དེ་ནས་འདེ་ཀོ་ཆེན་ན་དེ་ང་ཚོ་གི་སོ་པོ་སྟག་ཁྲི་སེ་ཡ་གི་རི་མོ་དེ་ད་ཆ་དེ་དུ་བྱུང་པ་རེད། ད་ལྟ་ང་ཚོས་ངའི་དགེ་རྒན་ཐོང་ལ་ཚེ་དབང་གིས་རི་མོ་གི་ལོ་རྒྱུས་ནང་དེ་འདྲ་ཞིག་གསུངས་གི་རེད། ཞེས་ཏང་ཨུ་དེ་གའི་སོ་པོ་རྟགས་བྲིས་འདི་བཀའ་བརྒྱུད་པ་གི་རྒན་པ་གི་ནང་ལ་བྲི་སྲོལ་ཡོད་ལ་མ་རེད། དེ་སོ་པོ་རྟགས་བྲིས་དུ་འགྲེལ་དཀའ་སྐད་ཡག་ཡིན་དེ་ལྟས་ངན་ལ་བརྩི་གི་རེད་གསུངས། ཡོད་ཡོད་ལ་མ་རེད་བཀའ་བརྒྱུད་པའི་དགོན་པ་གང་ལ་གསུངས་ན་སྒོ་རྩར་ལ་རྟགས་རྫིག་པོ་བྲིས་དགོས་ཟེར་མ་གཏོགས་སོ་པོ་རྟགས་བྲིས་ཡོད་ལ་མ་རེད། སོ་པོ་གི་རྟགས་བྲིས་ཡོད་དེ་ཅི་རེད་ཟེར་དུས་དེ་ལན་རྟགས་དེ་བཀའ་བརྒྱུད་པ་ལ་ཡང་རེད། ནི་སོ་ཕག་གི་རྟགས་ཁྲིད་རྒྱུ་དེ། གཅིག་སོ་ཕག་དེ་རྟགས་ཡིན་ན་ཡང་སྐད་ལ་ལྕགས་རྟགས་བླུགས་ཐུབ་པ། གཉིས་ལ་དེ་ནི་ང་ཚོ་བཀའ་བརྒྱུད་པ་འདུལ་ཡང་དེ་གི་གཏན་ཚིགས་གཉིས་མཚན་གི་ཡོད་རེད་ཟེར་དེ་འདྲ་བཤད་སྲོལ། བོད་པ་ཚོ་གྲུབ་མཐའ་གཞན་དག་ཚོ་གི་ནི་དེ་ལ་ད་བལ་ལན་ཕྲ་ཡ་ཞིག་ལ་ག་ས་ག་ལ་ལ་སོ་ཕག་རྟགས་ཁྲིད་རྐྱང་རྐྱང་ཁྲིད་བསྡད་རྒྱུ་ལོ་སོ་དེ་དེ་དུས་བྱུང་པ་རེད། དེ་གའི་ལྟེ་གནས་སོག་པོ་ལྷ་ཟུང་ཧན་གྱི་ཧན་ལང་ལོ་ཀྱོ་ཚ་ཆེ་ཕྱི་ལོ་གཅིག་སྟོང་བདུན་བརྒྱ་བཅུ་ལྡན་བར་དུ་སོག་པོ་གའི་དབང་བྱས་ཏེ་ད་སྤེན་པ་སོག་པོ་མ་གཏོགས་ཡོད་ལ་མ་རེད། དེ་ནི་དེ་མེད་ཡོང་དུས་ད་ཡང་དེ་འོག་ལོའི་བོད་ཀྱི་གླེན་པོ་དེ་ཚོ་ཕྱི་ག་སོག་པོ་ལ་དགའ་མཁན་དང་ཕྱི་ག་སོག་པོ་ལ་མི་དགའ་མཁན་ཆགས་འོང་དུས་ཤོག་ཁག་གཉིས་ཆགས་ནས།